འོན་ཡང་ངས་དེ་རིང་འདི་ནས་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང། འོན་ཡང་དེ་རིང་འདི་ལ་ག་ལ་འོར་ད་དེ་འདྲའི་ད་ལྟའི་ཆར་ལ་ཕེ་ཡེ་ཐན་དང་ར་ཤི་ཡེ་དང་ཨ་ནི་ཡུག་རེན་གཉིས་ཀྱི་དེ་འདྲའི་དམག་གི་གནས་སྟངས་དེ་ག་འདྲ་ཞིག་ལ་འགྲོ་གི་འདུག་ལ་ཉེ་དེའི་སྐོར་ལ་ཨ་ནི་ད་དེ་རིང་བརྙན་ཐུང་བརྒྱ་དང་དྲུག་ཅུ་རབ་ཤེས་རེ་ཅིག་ཟེར་ན་བསམས།

ད་ཡིན་ན་ཡང་དེ་རིང་ག་ལོག་དེ་འདྲའི་ཤར་ཡུག་རེན་སྐོར་ལ་བཤད་མེད་བ་ཡིན་ན་ཡང་དེ་འདྲའི་ཡང་ག་ལོག་ང་ཚོ་ལྷོ་ཡུག་རེན་སྐོར་ལ་ཡང་ཅིག་པ་དེ་མ་བཤད་རང་བཤད་རོགས་ཅིག་ཕྱག་དེའི་དུར་བ་ཨ་ནི་མིག་གསར་གི་ད་ལྟའི་ཆ་ལ་ཕའི་ད་ལྟ་ར་ཤི་ཡའི་དང་ཨ་ནི་ཡུག་རེན་གི་དམག་དེ་ནང་ལོག་ལ་དེ་འདྲའི་ད་ང་ཚོ་འགྱུར་བ་གལ་ཆེ་ཤེས་དང་ཨ་ནི་གནས་ཚུལ་གལ་ཆེ་ཤེས་ཡོང་ས་ཅིག་ད་ད་ལྟའི་ཆ་ལ་ལྷོ་ཡུག་རེན་ནང་ལ་ཕྱག་དེ་གི་ཞོ་བ་འོ་དེ་འདྲ་སོང་ཙང་ཨ་ནི་ད་དེ་རིང་ང་ཚོ་ལྷོ་ཡུག་རེན་གི་སྐོར་ལ་ཅིག་ཡིན་ཅིག་མཁན་ཅིག་གོ་ཚུལ་དུར་བ།

ཡུཀ་རེན་གྱི་དམག་མི་དང་ཨ་ནི་ར་ཤི་ཡའི་དམག་མི་གཉིས་དེ་ཧང་སངས་ཤུགས་ཆེ་བོ་ད་ཁྱེད་ཤི་ང་སེང་གི་ད་རྫིག་མོ་ཤུགས་ཆེ་བོ་ཞིག་གང་ལྟར་ཨ་ལྷོ་ཡུཀ་རེན་ནང་བྱས་རུ་ཨ་འོ་དེ་འདྲ་སོང་ཙང་ཨ་ནི་ད་ད་ལྟའི་ཆ་ལ་ཕེ་ཨ་ལྷོ་ཡུཀ་རེན་ནང་འགྱུར་བ་གལ་ཆེ་ད་གནས་ཚུལ་གལ་ཆེ་བོ་ཡོང་གི་གནས་ག་རང་དེ་འདྲ་རོ་ཅིག་ཨ་ཆགས་འདི་གས་རུ་ཨ་ཨ་ནི་དམིགས་བསལ་དེ་གར་ཟ་དེ་ཁ་སང་ཉི་མ་ད་གི་བརྙན་ཐུང་བརྒྱ་དང་དྲུག་ཅུ་རོགས་སོང་ན་ལ་བ་ནང་ལྟར་གི་བརྒྱ་ཆ་བརྒྱ་ཉིས་བརྙན་ཐུང་ཟིན་གྱི་མང་པོ་ཞིག་ལ་ད་དེ་གི་དྲི་བ་ཡིན་ན་མང་པོ་ཞོ་ཞིག་ཡར་ཟིན་རུ་ཨ་ད་དྲི་བ་ག་རེ་ལས་ཡིན་ལ་ན།

ཨ་ནི་ཡུག་རན་ལྷོ་ནང་ལ་ཡལ་རྒྱུ་འོས་དེ་འདྲའི་གྲོང་ཁྱེར་གས་ཆོག་གས་སོང་འདྲ་བོ་དང་ཨ་འདི་རུ་སེ་གུར་གས་ཆོག་དེ་འདྲ་ད་ཚུགས་ཡུག་རན་གྱི་ཚུགས་ལན་ཐུབ་ཤ་ལ་ནི་དེ་འདྲ་གི་གནས་ཚུལ་གསལ་བོ་མི་འདུག་དེ་དེ་ཡིན་ན་ཡང་ག་ད་ད་གོང་དང་ཡུག་རན་གྱི་ནས་ཤུགས་ཆེ་བོ་ཞིག་ཕ་ཏོ་རའི་དང་ཤུགས་ཆེ་བོ་ཅི་ང་ལ་བསྟན་རྗེས་ཨ་ནི་གང་ལྟར་ད་དེའི་གར་ས་ཡུག་རན་ལྷོ་ནང་ལ་ཡལ་རྒྱུ་འོས་དེ་འདྲའི་ད་ས་གུར་ག་ད་ད་ང་ཚོ་གྲོང་གསེབ་ཆུང་ཆུང་འདྲ་དང་གྲོང་རྡལ་ཁ་སང་གི་མ་ཕ་ར་ཤི་ཡ་ཤོད་རྒྱུ་ག་ལ་གང་བསམ་ཅིག་ཚུགས་ལན་ཐུབ་ཤ་ལ་ནི་དེ་འདྲའི་ག་ད་གནས་ཚུལ་ཡང་གོས་ཅིག་ཨ།

དམག་མི་དང་འབྲེལ་བ་རྒྱུ་མཚན་ཅར་འདྲ་བོ་དང་ཨ་ནི་ཀྲེང་འདྲ་བོ་དང་དེ་འདྲས་ད་གང་ལྟར་དམག་མི་དབོར་ས་གི་ང་ཚོ་མོ་ཏྲ Truck ལ་ཉེ་བ་དེ་ཚོ་མང་པོ་ཅིག་ཁེར་སོང་ཆུ་ལ་དབོར་ཡོང་གི་དེ་འདྲས་གང་ལྟར་ད་གནས་ཚུལ་དེ་འདྲ་དྲན་གི་འདུག་འོ་ད་སོང་ཙང་ཨ་ནི་ད་ད་ལྟའི་ཆ་ལ་གང་ལྟར་ག་རེ་ཡིན་ན་མེད་ན་གང་ལྟར་ད་ང་ཚོ་ཡོང་བཞིན་པའི་ད་དེ་འདྲ་གཅིག་ནི་ནང་ལ་ཨ་ནི་ད་ཁྱེད་ཤི་ང་གསོན་གི་རྫིང་མོ་ཤུགས་ཆེ་ཆེ་ས་དེ་ཨ་ནི་ཁེར་སོང་ན་ཆགས་ཡོད་དེ། རྒྱ་ཆེ་སྐྱ་རེ་བྱེད་རོགས། ཨ། ད་འདི་ག་ལ་ན་ཨ་ནི་ཡུཀ་རེན་གྱི་ངེད་ན་ཡང་གང་ལྟར་ཁེར་གསུམ་གྱི་ཚུར་ལན་གྱི་ཆེད་དུ་ད་གང་ལྟར་ནི་བ་ཚང་མ་སྤུངས་ཀྱི་ཡོད། ཨ་ནི་དེ་ནི་བ་སྤུངས་བ་ནང་ལྟར་གྱི་ཕ་ཆོག་དེ་ལ་ར་ཤི་ཡའི་ངེད་ན་ཡང་ད་དེ་མ་ཤོད་རེ་གི་ཆེད་དུ་ད་ཁོ་ཚོ་ཐབས་ཤེས་ཚང་མ་བྱེད་ཀྱི་ཡོད། ད་དེ་གནད་འགག་ག་བ་ཐུག་ལ་ན་ཨ་ནི་གྲོང་ཁྱེར་ཁེར་གསུམ་ལ་ནི་དེ་ས་ཁུལ་ཆགས་སྟངས་གང་ནི་དཔལ་འབྱོར་གྱི་གང་ནི་ཨ་ནི་ཐབས་ཇིའི་རང་བཞིན་ཚང་མ་གང་ནི་དེ་གྲོང་ཁྱེར་དུ་ཧང་སང་གས་ཆོག་ཆགས་ཀྱི་ཡོད།

ཅིག་གོ་སྐབས་ཞིག་ཡར་ལ་ཧྲོ། ཨ་ནི་དེ་ནང་ལྟར་གི། ཨ་ནི་ད་ལྟ་གྲོང་ཁྱེར་ཁེར་སོང་དེ་ཡུཀ་རེན་གི་ཞིག་ཟིན་ཐུབ་བ་ཡིན་ན། ཨ་ནི། ཡང་ཕའི་ལྷོ་ནང་ལ་ག་ལ་གང་འཚམ་ད་ཡུཀ་རེན་གི་སྟོབས་ཤུགས་དེ་སླེ་ཡའི་སྔེ་མ་ལས་ད་ཅི་ད་སྔེ་མ་ལྷོ་ཙམ་ལ་ཡུཀ་རེན་སྟོབས་ཤུགས་རོ། ཨ་ནི་དེ་ནང་ལྟར་གི་ཡུཀ་རེན་གི་སླེ་བ་ཙམ་མ་ཟད་ཨ་ནི་ལྷོ་ནང་ལ་དེ་འདྲའི་ར་ཤི་ཡི་ངེ་ན་ཡང་དེ་འདྲའི་ད། ཁ་སང་སྔེ་མ་ས་ཁྱོགས་གི་གྲོང་ཁྱེར་ག་ད་ས་ཁུལ་འདྲ་བོ་དང་ཨ་ནི་དམིགས་ས། ཉིས་སྟོང་བཅུ་བཞི་ལ་ས་ཁྱོགས་གི་དེ་འདྲའི་གི་ད་ཁིར་མི་ཡའི་དེ་ཚོ་ལ་ཡང

ད་དེང་སང་ཁོ་ཚོ་ག་རེ་བྱེད་ཡས་ཁེར་སོན་ནང་ལ་རུ་ཨ། ད་ད་དུང་ཁོ་ཚོ་ཡི་གང་ལྟར་ཁེར་སོན་ནང་ལ་དེ་ཉེད་ཀྱི་མི་མང་དང་ཨ་ནི་ཕི་གི་ནང་ལ་ད་ནམ་གྱི་དུ་མི་མང་གི་བྱེད་ཡས་ཀྱི་ལས་ཀ་ཚང་མ་ད་གང་ལྟར་རྦད་དེ་ར་ཤི་ཡས་གཅིག་པ་ཅིག་ཀྱང་བཟོ་ཡས་ཀྱི་ཐབས་ཤེས་བྱེད་ཀྱི་ཡས་རུ་ཨ། ད་དེ་གང་འདྲ་བྱེད་ལ་ན་ཨ་ནི་ཁ་སང་ད་ལྟ་སྤྱི་ཟླ་གསུམ་པ་བཞི་བ་དེ་ཚོ་སྐབས་སུ་ཨ་ནི་ར་ཤི་ཡས་ངེད་ནས་དེ་འདྲའི་གྲོང་ཁྱེར་ཁེར་སོན་ཟ་ས་རུ་ཨ། ཨ་ནི་ཁེར་སོན་ཟ་ས་རི་རྗེས་ད་ག་རང་ལ་ཨ་ནི་ཁོ་ཚོ་གི་ལམ་སང་ཕི་ནང་ག་རེ་འགྱུར་བ་ཐབས་བཏང་ཡས་ཐབས་ཤེས་བྱ་ལ་ན

དེ་ག་ལ་དེ་ཁོ་ཚོ་གི་ཅེས་ག་རེ་བྱས་ལ་ན་ཨ་ནི་ད་ལྟ་ཡུཀ་རེན་དང་འབྲེལ་བ་ཡོད་རྒྱུ་དེ་འདྲ་གི་ད་གཟུགས་མཐོང་རླུང་འཕྲིན་ག་ལ་དེ་ང་ཚོ་བརྙན་འཕྲིན་དེ་ཚོ་གི་ལྟ་མོ་ཡིན་ན་རེད་ཡང་མ་ན་དེ་འདྲ་གཞུང་དང་འབྲེལ་བ་ཡོད་རྒྱུ་ད་ས་རྒྱུ་ཚང་མ་ཀང་སི་ལེ་ཐུ་གི་མ་དེ་ཁྲི་མེ་ག་ད་ཁེར་སོན་ན་ཚང་མ་བཀག་རོགས་ཨ་ཨ་ནི་དེ་བཀག་ཙམ་མ་ཡིན་པ་ཨ་ནི་དེ་ན་ལས་མང་པོ་ཞིག་ཨ་ནི་ར་ཤི་ཡའི་འབྲེལ་བ་ཡོད་རྒྱུ་ར་ཤི་ཡའི་དེ་འདྲ་གི་ད་ང་ཚོ་རླུང་འཕྲིན་གི་ད་ས་རྒྱུ་འདྲ་བ་དང་ཨ་ནི་ར་ཤི་ཡའི་གཟུགས་མཐོང་རླུང་འཕྲིན་ད་འཐེན་འདྲ་བ་དེ་འདྲ་ཀྱང་ཞིག་ད་ག་ད་འཐེན་དེ་གེར།

བལ་དེ་ར་ཤི་བ་ཅུ་གས་ཙམ་མ་ཡིན་པ་ཨ་ནི་སྤྱི་ཚོགས་ཀྱི་འགྲོ་སྟངས་དང་ཨ་ནི་ང་ཚོ་ག་ར་སྤྱི་སྟངས་ཀྱི་མིའི་བསམ་བློ་སྟངས་དང་ཁོ་རང་ནི་ཕ་ར་ཤི་བ་ལ་ཅུ་གས་དེ་འདྲ་གི་འཆར་གཞི་ཞིག་ཁོ་ཚོ་ཡི་ད་ཐེགས་སུ་བྱེད་ཀྱི་ཡོད་རེད་དཔེར་ན་དེ་འདྲ་བོ་དེ་ད་ལྟ་རྒྱ་ནག་གི་ངེད་ནས་གོ་བ་ཤེས་སུ་ཧོང་ཀོང་ནང་བྱེད་ཀྱི་ཡོད་རེད་གལ་སྲིད་ཧོང་ཀོང་ལ་ངེད་དེ་སྙིང་མ་དབྱིན་ཇི་གི་ངེད་ནས་ཕ་རྒྱ་ནག་ལ་སྤྲད་ཚར་རེ་རྗེས་ལ་ག་ད་ཁོ་གཉིས་བར་ལ་ཆ་རྐྱེན་བཞག་རེ་ཆ་རྐྱེན་གང་བཞག་ལ་ན་ལོ་ལྔ་བཅུ་ལྔ་བརྒྱིས་ན་ག་ད་ཅིག་རིང་ལ་ཨ་ནི་རྒྱ་ནག་གི་ངེད་ནས་ཧོང་ཀོང་མི་མང་གི་མི་ཚེ་སྐྱལ་སྟངས་དང་ཧོང་ཀོང་མི་མང་གི་བསམ་བློ་སྟངས་དང་ལ།

ཨ་ནི་ད་སང་ཉིན་ནང་ཉིན་རེ་ཡང་ན་འདི་འདྲ་གཅིག་ཤི་ནའོ་ལ་ཨ་ནི་ཁེར་སོང་ནའོ་ལ་ད་དེ་འདྲས་གང་ལྟར་ཁྱེད་སྲིད་ང་སྲིད་ཀྱིས་ད་རྫིང་མོ་བྱས་ནས་ཡང་མ་ན་ཕི་གི་ནང་ལ་ད་གང་ལྟར་ཁ་ལོ་ད་ཁྱེད་ཐོབ་དང་ང་ཤོར་ལ་ཉོན་གི་དེ་འདྲས་གང་ལྟར་ཕི་གི་ནང་ལ་ད་ཐག་གཅིག་བྱས་ཡིག་ད་གང་ལྟར་ཅིག་དེ་ཚེ་གལ་ཆེ་བོ་ཞིག་ཕི་གི་ནང་ལ་ལས་སྒུག་དེར་ཤར་བ་འོ་དེ་འདྲ་སོང་ཙང་ཨ་ནི་ད་ག་སྲིད་ཁེར་སོང་དེ་ཕ་ཡུག་རེན་ལ་གཅིག་ཐོ་བ་ཡིན་ན།

ར་ཤི་ལ་གཏང་གི་མིན་ལ་ད་བོད་ན་པ་ཇི་ཨི་སི་ཏྲོ་ནི་ཡེ་དང་ད་བལ་ཏིག་རྒྱལ་ཁབ་གསུམ་ཡོད་ལི་ཐུ་ནི་ཡེ་ཁོ་ཚོ་བཀག་གོ་ན་ཚར་ད་ད་ར་ཤི་ཡའི་མི་སེར་སུ་ཅིག་སུ་གང་ཞིག་ཡུ་རོབ་ནང་ལ་དེ་འདྲ་ཡི་ཁར་ཟ་ང་ཚོ་ཡི་དེ་ཡུལ་གོ་ཏྲོ་ཅང་ཡོང་ཆུ་གི་མིན་ལ་དེ་ག་རེ་ལ་ན་དེ་རྩ་བ་ནས་འགྲིག་གི་མི་འདུག་ལ་ང་ཚོ་དེ་ག་ལ་ང་ཚོ་ཕས་བདེན་པ་མི་འདུག་ལ་ག་རེ་ཟེར་ན་ཡུག་རེན་གི་མི་མང་དེ་ཧང་སངས་ཡིན་པ་དེ་དམག་གི་ཁྲི་ལ་ཞེད་སྣང་ཚོ་ཞེ་བོ་མྱངས་གི་སྐབས་སུ་ཨ་ནི་ཕས་ར་ཤི་ཡའི་མི་མང་དེ་ད་རུང་ཡང་བལ་ནས་ནམ་རྒྱུན་ཟེར་ལྷད་ལྷད་སྐྱིད་འོ་དང་ཚང་མ་ཤི་ཆུ་ན་འགྲིག་གི་མི་འདུག་ལ་ད་དེ་དེ་འདྲ་སོང་ཙང་ཨ་ནི་ར་ཤི་ཡའི་མི་མང་ལ་དཀའ་ངལ་སྤྲད་བ་ན་ཨ་ནི་དེ་དུས་གཞི་ནས་ཁོང་ཚོ་གིས་ད་ར་ཤི་ཡའི་གཞུང་ལ་དྲི་བ་གླེང་དང་ཨ་ནི་པུ་ཏིན་ཀ་རས་ཀྱི་ཉེན་ཁ་ཞིག་ཡར་ལ་རུ་བ་འོ་དེ་འདྲས་ཀྱི་ཆེད་དུ་ཨ་ནི་གང་ལྟར་ད་ར་ཤི་ཡའི་མི་མང་ཚང་མ་དེ་ར་ཅིག་བཀག་པ་འདུག་ལ་ཉེ་དེ་འདྲས་གང་ལྟར་བསམ་ཚུལ་གླེང་ཨ་ནི་བསམ་ཚུལ་གླེང་བ་ཙམ་མ་ཡིན་པ་མདང་དགོང་དང་ཕའི་ཚོགས་འདུ་ཡང་དེའི་སྐོར་ལ་ཅིག་ཨ་ཚོགས་ཡར་རུ་བ་ད་ཡིན་ན་དཀའ་ངལ་དེ་ག་རེ་ལ་ན་ཨ་ནི་ཡུ་རོབ་ཁོ་རང་ནང་ལོགས་ཡང་དེ་ཁོ་ཁོ་ཚོ་ནང་ལོགས་ཡང་སྤྱི་མཐུན་རྒྱལ་ཁབ་དེ་དེ་ནང་ལོགས་ཡང་དེ་མཚམས་ད་ཁོ་ཚོ་དེ་མཉམ་རུབ་བྲོ་ཡ་དེ་ཁག་པོ་ཆགས་ཡོད་བ་འོ་དེ་ཆགས་ནང་ལྟར་གྱི་མདང་དགོང་ཐོས་བ་ཡང་ད་ད་དེ་ཡང་འདི་ཡུ་རོབ་ནང་ལ་དེ་འདྲའི་ད་རྒྱལ་ཁབ་ཆེ་ཤོས་གཉིས་དེ France དང་ཇར་མུ་ནི་ངེས་ན་དེ་ད་ད་དེ་ཁོ་ཚོ་གི་དེ་གྲལ་ཆག་དེ་ལ་ཞེ་དྲག་ཞེ་དྲག་རྒྱབ་སྐྱོར་བྱེད་ཀྱི་ཡོད་མ་རེད་ད་དེ་ཡག་པོ་མི་འདུག་ལོ་དེ་དཀའ་ཡིན་ན་ཨ་ནི་ད་དེ་ཡི་གང་ད་དཀའ་ངལ་མང་པོ་བཟོ་ས་རེད་དོག་དོག་གང་ད་དེ་འདྲའི་སྐད་ཅིག་བཤད་རྗེས་ཨ་ནི་དེ་གི་གྲལ་ཆག་དེ་ལ་ད France དང་ད་ད་ཇར་མུ་ནི་གི་ཞེ་དྲག་རྒྱབ་སྐྱོར་མེད་པའི་བཟོ་ར་རེད། ཆ་ཡི་འདུག་འོ་དེ་འདྲ་སོང་ཙང་དཔེར་ན་ཆ་ཤས་ན་ང་ཚོ་ཇར་མུ་ནི་ནང་ལ་ཡོད་རྒྱུ་དེ་འདྲའི་ང་ཚོ་ཕྱོགས་འགལ་ཚོགས་པ་གི་དེ་འདྲའི་ཆ་ད་ད་མིག་གི་ད་ད་ད་ད་གི་ཇར་མུ་ནི་གི་ད་ང་ཚོ་ཁ་ལོ་ང་ཚོ་གི་དེ།

ད་ལྟ་གོང་དུ་ད་དང་པོ་ཐའེ་ཝན་གྱི་གླིང་སྒྲ་དེར་ཕུལ་ཉེ་དུ་ད་ད་ད་སྤྱི་དང་ང་ཚོ་མི་མང་དཀྱིས་མ་བོད་སྤྱི་དང་ཡི་དེ་འདྲའི་མི་སེར་རྣམས་དྲུག་རེ་བཞག་ཟེར་བ་ད་ཡིན་ན་ཡང་སང་ཉིན་གནའ་ཉིན་བརྒྱད་ཆ་གྱ་ཨ་རི་དམག་མི་གིས་བོད་སྤྱི་དང་ཡི་དེ་འདྲ་གི་ད་མི་སེར་རྣམས་དྲུག་ཡིན་ན་ཉི་མ་གྲོངས་དེ་ན་ཕིར་ཕིར་ཡ་བརྒྱད་ཆ་གྱ་ཉིས་ག་ཡར་ཟེར་བ་འོ་དེ་འདྲ་སོང་ཙང་ད་ད་གོང་དུ་ད་ཐའེ་ཝན་གྱི་ནས་ག་རེ་གྲ་སྒྲིག་བྱེད་ལ་ན་ད་ག་སྲིད་མ་འོངས་པ་ག་སྲིད་ཐའེ་ཝན་གྱི་ངེས་ག་སྲིད་རྒྱ་ནག་གི་ངེས་ནས་དེ་འདྲའི་ཐའེ་ཝན་གྱི་བར་སྣང་དེ་བརྒལ་ནས་སྒྲ་མ་ར་ཆགས་ཡོད་ན་ཨི་ཇི་ཀ་ད་མ་ཤོར་སྤྲང་ཕྱིན་ལ་ད་ཤོར་སྤྲང་ལ་ན་ད་མེ་མདའ་ཤིག་ནས་གཏོར་གིན་ལ་ད།

ཁྲིམས་འཆར་ཡིན་ན་ཡང་མ་དེ་གི་དྲི་འཆར་དེ་ཨ་རི་གི་གྲས་ཚོགས་ནང་ལ་ཐག་གཅད་བྱེད་ར་བྱ་ཡི་རུ་ཨ། ཨ་རི་དེ་ཐག་གཅད་བྱེད་ཚར་རྗེས་ལ་ཨ་ནི་ཨ་རི་སྲིད་འཛིན་བྷའི་རྡེན་གི་ཨིན་ཐར་བྷ་ཞིག་ཚན་ཁག་རྒྱག་གི་རེད་བསམ་གི་རུ་ཨ། ཨ་ནི་དེ་རྒྱབ་ཚར་རྗེས་ལ་ད་ཐའེ་ཝན་ལ་བཙོང་བ་འགོ་བཙུགས་ཚར་རུ་ཨ། འོ་ད་དེ་འདྲ་སོང་ན་ཨ་ནི་ད་དུས་ཆར་ལ་ད་གང་ལྟར་ཨ་རི་ཞིག་ངེས་ནས་ཡང་ག་ད་ཐའེ་ཝན་ལ་ད་མཚན་ཆ་མང་པོ་སྤྲད་དང་ཨ་ནི་ག་ད་ཐའེ་ཝན་སྲུང་སྐྱོབ་གི་བྱེད་བཞིན་འདུག་གང་ལྟར་ད་གྲ་སྒྲིག་ཚང་མ་བྱས་ཡོད་དེ་གསལ་བོ་གསལ་རྐྱང་ཅིག་ཆགས་ཡི་དི་རུ་ཨ། ཨ་ནི་དམིགས་ས་ཡི་ད་ལས་དེ་འདྲ་དེ་གར་ས།

རྒྱ་ནག་གི་ཤུགས་རྐྱེན་དེ་ཞའོ་ལེ་ཡཱ་དང་ཨ་ནི་ཕི་གི་ནང་ལ་ཡོད་རྒྱུ་ཨ་རི་དང་ནུབ་ཕྱོགས་རྒྱལ་ཁབ་ཤུགས་རྐྱེན་དེ་ད་ཏིས་གང་འདྲ་སྐྱོ་རུ་འགྲོ་གི་འདུག་ལ་ནི་དེ་འདྲས་ཀྱི་ད་ཅིག་བསམ་ཚུལ་ཞིག་ད་ལྟའི་ཆར་སླེ་ཡས་རེད་ད་དེ་ཡང་སྤྱིར་བཏང་ཁ་སང་གི་མར་རྙོག་དྲ་མང་པོ་བྱུང་ལ་རྙོག་དྲ་ག་རེ་བྱུང་ལ་ན་ཨ་ནི་སོ་ལོ་མོ་གླིང་ཕྲན་དང་ཨ་ནི་རྒྱ་ནག་གཉིས་བར་ལ་དེ་འདྲས་དམག་དང་དམག་འབྲེལ་བ་ཡོད་རྒྱུ་བདེ་སྲུང་དང་བདེ་སྲུང་འབྲེལ་བ་ཡོད་རྒྱུ་དེ་འདྲས་ཀྱི་ཆིངས་ཡིག་དེ་ར་བཞག་གི་འདུག་ལ་ནི་ག་ཚོད་དེ་འདྲས་ཆིངས་ཡིག་ཅིག་བཞག་ཚར་བ་ཡིན་ན་ཨ་ནི་རྒྱ་ནག་གི་དམག་དཔུང་དང་དམག་སྒར་ཡིན་ན་སོ་ལོ་མོ་གླིང་ཕྲན་དང་སླེ་ཡས་ཀྱི་དེ་འདྲས

ཁོ་ལས་ཐུ་ཡོད་མ་སྲིད་འདི་དོ་དོ་ཤ་ནི་ཁོ་ལས་ཡ་མ་རེད་རོགས་ད་འོ་དེ་ཚོ་བལྟས་ཅི་ད་ག་ད་ད་དེ་ཆ་ལ་ཁོ་ཡིས་པ་དེ་རྒྱ་ནག་ལ་ཞི་བོ་གཏིང་གི་ཡོད་སོགས་དང་ཨ་ནི་ཨ་རི་དེ་ཚོ་ཞི་བོ་ཡ་མེད་བཏང་ཡོད་པའི་དེ་འདྲའི་གང་ལྟར་ཅིག་གནས་ཚུལ་ཞིག་ཡོང་གི་འདུག་བ་ད་དོ་དོ་ཤ་བ་ན་ཨ་ནི་ད་ད་དེའི་ཆ་ལ་སོ་ལོ་མོ་གླིང་ཕྲན་དེ་ཨ་ནི་རྒྱ་ནག་གི་ག་ད་དབང་ཤུགས་ཅིག་ལ་འགྲོ་ཡ་དང་ཨ་ནི་ཨ་རི་དེ་ཚོ་གི་དབང་ཤུགས་དེ་ཆུང་འགྲོ་ཡི་འདུག་ལ་ནི་དེ་འདྲའི་གི་གནས་ཚུལ་ཞིག་ཡོང་གི་འདུག་རོགས་བ་ད་ཡིན་ན་དེ་རྗེས་ལ་ད་རྒྱ་ནག་དང་ཨ་རི་གཉིས་དེ་ད་གང་འདྲ་ཅིག་ཡོད་མེད་དེ་ང་ཚོ་ད་སང་ཉིན་ནང་ཉིན་ལྟ་ཡ་ཅིག་ཆགས་འདུག་འདུག་རོགས་བ།